ཐུགས་རྗེ་ཀུན་བླ་སྙོམས་པའི་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སྲིད་དུག་གསུམ་ནད་སེལ་སངས་རྒྱས་སྨན་གྱི་ལམ་བིནྡུ་ར་ཡའི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། བརྒྱ་བྱིན་གཟིགས་པ་པོ་ཡོངས་ལ་གུས་པ་དམན་པ་ལྟར་རང་ངོས་ནས་འཚམས་འདྲི་སྐུ་ཁམས་བཟང་ཞུ་ཡ་ཡིད་རྣམ་པ་ཚང་མ་སྐུ་གཟུགས་གསལ་དང། ད་དེ་རིང་འཛམ་གླིང། Hepatitis B། མཆིན་ནད་ཁ་བའི་ཉིན་མོ། ཆགས་བསྡད་ཡོད་རེད་མཆིན་ནད་ཁ་བའི་འདི་གང་ལ་ཤེས་བྱ་དཔེ་ཡག་གི་དོལ་ཚོད་དེ་ཆགས་ཀྱི་ཡོད་རེད་གལ་ཆེ་བྱས་ནས་དེ་འདྲ་སོང་ཙང་ད་གུས་པས་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ Hepatitis གི་ན་ཚ་ཡོད་མཁན་མི་ཉུང་བ་ཞིག་ཡོད་དུས་ད་ནས་ཨེ་ནི་དེ་ལ་ཅིག་རྒྱུན་དུ་དོ་སྣང་བྱེད་དགོས་པའི་གནད་དོན་ཁ་ཤས་ཅིག་འདི་ནང་ལ་ཞུ་ཡ་ཡིན་ཨེ་རྣམ་པ་ཚོ་འདི་ངེས་པར་དུ་གང་མང་མང་ཞིག་བརྒྱུད་སྐུལ་གནང་རོགས་གནང། བསྡུ་བསྐུལ་གནང་རོགས་གནང་ཞུ་ཡ་འདི་ང་ལ་ཁེ་ཕན་ཡོང་ཡ་ཅིག་ཏུ་ཞུས་མེད་ང་རང་ཚོ་གི་ད་ཁྱེད་རང་ཚོ་གི་གཅིག་དགའ་པོ་མྱེས་པོ Hepatitis ན་ཚོ་ཡོད་ངེས་ཁོང་ཚོ་ལ་ཕན་ན་བསམ་ཏེ་ཞུ་རྒྱག་གི་ཡོད་ཁོང་ཚོ་ལ་ཕན་ཡག་གི་ཀུན་སློང་ཞིག་ཁྱེད་རང་ལ་ཡོད་པ་ཡིན་ན་འདི་གང་མང་མང་བསྡུ་བསྐུལ་གནང་རོགས་གནང་ཞུ་ཡ་ཡིན་འོ་དེ་གཅིག་ཡིན་ད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ད་ད་ཕྱི་ནས་དུག་ཐབས་ཀ་པ་ཁ་པ་ད་ག་ད A B C ཏི་མང་པོ་ཞིག་ཡོང་བསྡད་ཀྱི་ཡོད་རེད་ཡོང་ནས་ད་མ་ཡིན་མི་ཁག་ཅིག་འདི་ལ་ཞེད་སྣང་ཞེ་བོ་བྱེད་ཀྱི་ཡོད་རེད་སྐབས་གཅིག་ལ་ཨེ་ནི་སྐབས་གཅིག་ལ་ནི་ཡང། འདི་ལ་དོ་སྣང་ཁྱོན་ནས་བྱེད་མོད་འཐུས་ཤུགས་ཤུགས་ཆེན་པོ་ཅིག་ཤོར་སྡད་ཀྱི་ཡོད་རེད། འོ་དེ་རེད་འདི་འདྲ་སོང་ཙང། ད་གལ་ཆེ་ཤོས་དེ་ང་ཚོ་གི་རྒྱུན་དུ། Hepatitis། གི་ན་ཚ་ཡོད་ངན་ཚོ་གི། དོ་སྣང་བྱེད་དགོས་ཡ་གཅིག་གར་ཆགས་ཀྱི་ཡོད་རེད་ཟེར་ན། ཟས་དང་སྤྱོད་ལམ་གཉིས་དེ་རེད་དོ་སྣང་བྱེད་དགོས་ཡ་གཙོ་བོ་དེ། ད་ཟས་དང་སྤྱོད་ལམ། དེ་ཡིན་དུ་ནས་ད་ང་ཚོ་བོད་པ་འཛམ་བུ་གླིང་གི་རྒྱལ་ཁབ་མང་ཆེ་ནང་ལ་ཡོད་རེད་ཡོད་དུས་ད་ནས་ད་ང་ཚོ་གི་ཟོག་པོའི་ཁམས་ཀྱི་སོ་སོའི་རྒྱུན་ལྡན་གྱི་འཚར་ལོངས་འབྱུང་སའི་གི་ཨེ་ནི་ཟས་སྤྱོད་ཀྱི་གོམས་གཤིས་དེ་དང་ཡང་གློ་བུར་དུ་ཨེ་ནི་གོམས་གཤིས་གཞན་ཅིག་ལ་འགྱུར་བ་བཏང་དུས་ད་ནས་ཨེ་ནི་ན་ཚ་དེ་ཚོ་ཨེ་ནི་ཅིག་ཉེན་ཁ་ཆེན་པོ་ཆགས་ཡག་གི་ད་ཅིག་རྐྱེན་བྱེད་སྲིད་པ་རེད་དེ་འདྲ་སོང་ཙང

ཨེ་ནི། སོ་སོའི་ཕྱི་ལུགས་ཀྱི་སྨན་བཟོ་གྲྭ་རྫོགས་ཀྱིས་ཨེ་ནི་སོ་སོའི་ཁེ་ཕན་གྱི་ཆེད་དུ་ཨེ་ནི་ཞི་ནང་ཚ་པོ་མིང་གསོན་གདའ་ཞེའོ་ཅིག་ཡོད་རེད་ཟས་སྦྱོར་བའོ་འདི་འདྲའི་ཟོས་ནི་ཨེ་ནི་ང་རང་ཚོ་སྤྱི་ཚོགས་ནང་ན་འུར་མང་པོ་ཞིག་ཁྱབ་ཡོད་རེད་མ་གཏོགས། རྩ་བའི། སོག་ཟེར་ཡ་དེ་ན་ཚ་མང་པོ་ཅིག་གིས་འཕྲོག་གི་ཡོད་རེད་ཡིན་ནའི་ན་ཚ་སོག་འཕྲོག་མཁན་གཞན་དག་ལ་ཡང་འདི་འདྲའི་གི་དོ་སྣང་བྱེད་ཀྱི་ཡོད་མ་རེད་ང་ཚོས་ཕྱོགས་གཅིག་ལའང་ཤུགས་ཆེན་པོ་བཏང་བསྡད་དུས་ད་ནས་འདི་ཡོང་གི་ཡོད་མ་རེད་འདི་འདྲ་སོང་ཙང། ད་ངས་འདི་གལ་ཆེན་པོ་མ་རེད་ཞུ་གི་ཡོད་མ་རེད་བསམ་བློ་བཏང་སྟངས་ཀྱི་གོང་ནས་ཞུས་བསྡད་ཀྱི་ཡོད་རེད། རྒྱལ་ཁབ་གཞན་དང་གཞན་ཙམ་ལ Hepatitis ན་ཚ་འདི་སྔན་མ་ནས་བྱུང་ཡོད་རེད། འོ་དེ་རེད་དེ་འདྲ་སོང་ཙང་ང་རང་ཚོའི་སྤྱི་ཚོགས་ནང་ལོག་ལ་འདི Test ཅིག་རྗེས་ལུས་མཁས་པའི་རྣམ་པ་ཆགས་བསྡད་ཡོད་རེད་གཞན་དག་གང་མ་རེད། ད Hepatitis ན་ཚ་ཟེར་ཡ་འདི་གཙོ་བོ་འདི་ལ་ང་རང་ཚོ་གི་རྒྱུན་དུ་ད་ང་ཚོ་དཔེར་ན་ང་ལྟ་བུ་ཅིག་ལ Hepatitis ཕྱི་ནས་དུག་ཐབ་ཁ་པ་དང་ཀ་པ་ག་རེ་ཡོད་པ་ཡིན་ནས། ད་ཁོ་ཚོ་གིས་ཀ་པ་ཁ་པ་ག་པ་ཨེ་བི་སི་ཟེར་ཡ་དེ་ནད་ཀྱི་རང་བཞིན་གྱི་སྒང་ནས་བཞག་གི་ཡོད་རེད། སྤྱིར་རང་བཞིན་དེ། ཚ་བའི་གདོང་མདའ་ཡོད་པ་ལ་ནང་ལོགས་ལ་མཆིན་པ་གི་མཆིན་པ་ལ་མཆིན་པ་ཁོ་རང་རང་བཞིན་ཚ་བ་རེད་ད། ང་ཚོ་གི་ནམ་རྒྱུན Fever ལ་ཡ་དེ་ལ་དབུགས་བ་མ་རེད་མཆིན་པ་ཁོ་རང་གི་རང་བཞིན་དེ་ལ། ཚ་བ་ཡོད་པའི་དོང་ཟླ་ལ་ད་ཁྲག་གི་སྣང་བ་དྲོད་ཤུགས་ཆེན་པོ་ཡོད་པའི་དོང་ཟླ་ལ་ཨེ་འདི་ལ་བད་ཀན་ཤུགས་ཆེ་བ། རླུང་ཤུགས་ཆེ་བ། མཁྲིས་པ་ཤུགས་ཆེ་བ། ཨེ་ནི། རླུང་མཁྲིས་ཤུགས་ཆེ་བ། བད་མཁྲིས་ཤུགས་ཆེ་བ། དེ་འདྲའི་གི། ང་ཚོ་གི་མིག་གི་རང་བཞིན་ཡོད་པ་ནང་བཞིན་མཆིན་པ་འདི་ལས་རང་བཞིན་གི་ངོ་བོ་མི་འདྲ་ཁ་ཁ་ཁ་ཁ་ཡོང་གི་ཡོད།

ཁྲི་པའི་ལུང། ཁྲི་པའི་བད་ཀན་རང་བཞིན་ཡོད། འདི་སོང་ཙང་ཁོ་རང་གཉིས་ཀ་གྲོས་གཉིས་ཆོས་མཚུངས་བ་ཆགས་འདུག་ཡོད། འདི་སོང་ཙང་ཨ་ནི་ཉེན་ཁ་ཆེན་པོ་འདུག་གསུང་ཡག་འདི་དེ་འདྲས་ཅིག་ཆགས་ཀྱི་ཡོད་རེད་བསམ་གྱི་ཡོད། ད་འདི་ཡིན་དུས་ན་ནི་གང་ལྟར་ཡང། ང་ཚོས། དམ་པས་ན་ང་ལ་འདི་འདྲས་ཡོད་པ་ཡིན་ན་ན་ཚ་འདི་འདྲས་བྱོས་པ་ཡིན་ན་ད་ལྟ་ང། དཀའ་ངལ་ཁྱོན་ནས་མི་འདུག་ཡོད་མ་རེད་པ་མི་འདུག་ས་ནི་ཨ་ངའི་སྤོ་ལོ་རྩེད་ལག་རྩེད་སྤོ་ལོ་རྩེད་རྐང་རྩེད་སྤོ་ལོ་རྩེད་རྒྱུག་ཤག་ཤུགས་ཆེན་པོ་ལོས་ཞོའི་ཚད་ལས་མང་པ་བརྒལ་བ་བྱེད་ཀྱི་ཡོད་པ་ཡིན་ན་ཨེ་ནི་ཁ་ལག་སི་པན་མང་པོ་བཟས་ཁ་ལག་སྐྱུར་མོ་མང་པོ་བཟས་ཤ་མེད་ལ་སྐྲག་སྐྱོགས་མང་པོ་བཟས་བྱས་པ་ཡིན་ན། ང། ཟས་རིགས་དེ་ཚོའི་རིགས་མ་བཟས་པ་ཡིན་ན་ན་ཚ་དེ་གི་ཉིན་སྲོག་འཕྲོག་ཡག་འབྱོར་པ་འདི་ལོ་བདུན་ཅུ་བརྒྱད་ཅུའི་སྐབས་ལ་མ་གཏོགས་སྲོག་འཕྲོག་གི་མ་རེད། ད་ངས་ནི་ཟས་རིགས་དེ་ཚོ་མང་པོ་ཅིག་ད་ལྟ་ང་ལ་དཀའ་ངལ་མི་འདུག་ཟས་རིགས་དེ་ཚོ་མང་པོ་ཅིག་ད་ལྟ་ཟས་པ་ཡིན་ན་སོ་སོ་སྐྱིད་པོ་དང་སྣང་བ་སྐྱིད་པོའི་ཆེད་དུ་ན་ད་ལ་ཁྱོད་རྣམས་བསམ་བློ་མ་བཏང་ཨེ་ནས་ལོ་ལྔ་ང་ལོ་གཅིག་བྱས་ན་གློ་བུར་དུ་ལོ་ད་བར་ལོ་ཁ་ཤས་བྱུང་ལས་སྲོག་འཕྲོག་མི་སྲིད་པ་མ་རེད་གཅིག་བྱས་ན་འཕྲོག་སྲིད་པ་རེད་གཅིག་བྱས་ན་ལོ། བདུན་ཅུ་བརྒྱད་ཅུ་འདས་ངན་དེ་ལོ་ལྔ་བཅུ་དྲུག་ཅུའི་ནང་ལོགས་ལ། ན་ཚ་འདི་གི་རྐྱེན་བྱས་ནས་ཚེ་སྲོག་ཤོར་སྲིད་ཀྱི་རེད། ཁྱད་པར་དེ་ཡོད་རེད། ཟས་སྤྱོད་གཉིས་འཛེམ་ཟེར་ཡག་གི་ཁྱད་པར་དེ་ཡོད་ད་དེ་ཚོའི་རིགས་རྩ་བ་ནས་མ་བྱེད་ཟིག་བ་མ་རེད་བཙན་མོ་བཙས་པ་ཡིན་ནས་བཙན་མོ་སོ་སོའི་ཟོག་པོ་ལ་ན་ཚ་དང་ཟོག་པོ་ལ་རན་པ་བྱེད་བཙས་པ་རེད། ཟས་ད་ལྟ་དེའི་རིགས་ཟ་ཡག་ཡིན་པ་ཡིན་ནས་རོ་སི་པེན་དང་དེ་ཚོའི་རིགས་ཟ་ཡག་ཡིན་ནས་ཞོག་མང་པོ་མ་ཟོས་བྱས་ཁོ་སྐབས་སྐབས་ལ་ཟས་པ་ཡིན་ན་ནད་དེ་ལ་རྐྱེན་བྱེད་ཐུབ་ཀྱི་མ་རེད། དཔེར་ན་ང་རང་ཚོ། དངུལ་ཡོད་པ་ཡིན་ན་དངུལ་མང་པོ་ཡོད་པ་བྱས་ཉིན་ལྟར་རེ་ཞིག་གཏོར་ན་དངུལ་མགྱོགས་པོ་རྫོགས་འགྲོ་གི་ར། དངུལ་དེ་ཉིན་ལྟར་རེ་ཞིག་མ་གཏོར་བྱས། དོན་དག་ཅིག་ལ་ཏིག་ཏིག་གཏོར་ཚུགས་ན། དངུལ་དེ་གི་ག་ཚོད་རྒྱུན་རིང་པོ་འདང་གི་རེད་པས། ད་ག་ན་ཞིག་ཁོ་ལ་དངུལ་དེ་སླེ་ཡོང་གི་ར། འོ། དཔེ་དེ་ལྟར་ཆོས་ཚོང་བ་བྱ་གི་ཡོད་རེད་དེ་འདྲ་སོང་དང། ང་རང་ཚོ་གི། སྤྱི་ཚོགས་ནང་ལ་ཡོད་དེ་ངའི Hepatitis ན་ཚ་ཡོད་ངའི་གཞོན་སྐྱེས་མང་པོ་ཞོ་གཅིག་གི་སྤོ་ལོ་རྩེ་ཡག་དང། ཨེ་ནི་ཤུགས་ལས་ཤུགས་ཆེན་པོ་བྱེད་ཡག་དང་དེ་ཚོའི་རིགས་དེ་ཚོ།

རྐྱེན་བྱས་ནས་ཚེ་དེ་ཐུང་དུ་བཏང་མི་སྲིད་པ་མ་རེད། འོ་དེ་དེ་འདྲ་སོང་ཙང་ལུས་རྩལ་སྤྱི་ཡོངས་ཀྱི་ལུས་རྩལ་དེ་རྩེ་ན་འགྲིག་གི་ཡོད་རེད། གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ནང་ལོགས་ལ་མ་དངུལ་བཅག་པ་སྤྱོད་ལམ་ཕྱོགས་སོང་བ་འདི་རྒྱུན་དུ་རྒྱུན་འཁྱོངས་ཀྱི་ལུས་རྩལ་རྩེ་བཞག་ན་འགྲིག་གི་ཡོད་རེད། ད་ག་ནང་བཞིན་ཟས་རིགས་དེའི་རིགས་ད་ཕྱི་རྒྱལ་ལ་འགྲོ་མཁན་མང་པོ་ཞོག་ཅིག་དང་པོ་རྒྱ་གར་ལ་བསྡད་བོད་ལ་བསྡད་བོད་དང་རྒྱ་གར་གྱི་ཟས་ཀྱི་གོམས་གཤིས་དེ་ག་ལ་གང་ཙམ་ཟོག་པོའི་ནང་ལ་གོམས་གཤིས་ཆགས་ཡོང་དུས་ཧོབ་སྟེ་ཕྱི་རྒྱལ་ལ་འགྲོ་ནས་ཕྱི་རྒྱལ་བོད་ཀྱི་ཁ་ལག་མང་པོ་ཟ་གི་འདུག་ཨ་འོ་འདི་འདྲའི་ཆེད་ནས་ང་ཚོ་འཕྲོ་བརླག་འགྲོ་གི་ཡོད་རེད། དེ་རེད་དེ་འདྲ་སོང་ཙང་ང་རང་ཚོ་དགོན་པ་ཁག་ནང་ལ་བྱུང་ཡས་ཚོ་གི་ཡིན་ནས་དེ་ནི་ཅིག། ཞོ་ཞོ་མང་པོ་ཟ་ཡག་དང་ཨེ་ནི་མི་རིན་སོགས་འདྲ་ཟ་ཡག་དེ་ཞོ་བཏུང་ཡག་འོ་དེ་འདྲའི་རིགས་ཤུགས་ཆེན་པོ་འདུག་ཨེ་ནི་སི་པན་ཤུགས་ཆེན་པོ་ཟ་ཡག་འོ་དེ་ཚོའི་རིགས་དེ་ཚོ་ན་ཚ་འདི་ལ་ད་ངོ་ནས་དུག་ནང་བཞིན་ཆགས་ཀྱི་ཡོད་རེད་དེ་འདྲ་སོང་ཙང་ངེད་ཀྱིས་ཞུ་དགོས་ཡག་འདི། ད་ངས་དེ་ཚོའི་སྤྱི་བཏང་གི་དེ་རིང་བཤད་མཁན་མང་པོ་ཞོར་ཞུ་ཡོད་རེད་ཉིད་ནས་སོ་སོ་གི་ད་ལྟ་བར་དུ་དངོས་སུ་མྱོང་བ་དང་དངོས་སུ་མཐོང་བའི་གནད་དོན་ཁ་ཤས་ཞུས་པ་ཡིན་ན་སྤྱི་ཚོགས་ནང་ལ་ཕན་ཐོག་ཡོང་གི་རེད་ཨང་ང་ད་ལྟ་ལུས་རྩལ་རྩེད་པ་ཡིན་པས་སྤོ་ལོ་རྩེད་པ་ཡིན་ཁ་ལག་བསལ་བ་ཡིན་སྐྱུར་མོ་བསལ་བ་ཡིན་སི་མན་བསལ་བ་ཡིན་ང་ལ་གནོད་ཀྱི་མི་འདུག་གནོད་ལ་ཡ་བྱོར་བ་གནོད་ཡོད་ལ་ཡ་དེ་ལ་ག་འདྲས་ཡིན་ན་ཡང་དངོས་པོ་དེ་ལ་ཕན་པ་ལ་ཡ་དེ་དང་གནོད་ལ་བ་དེ་ལ་གཉིས་ཡོད་རྒྱུད་རིམ་གཉིས་ང་རང་ཚོ་ཡིན་ན Indirect དང Direct ཟེར་གི་རེད་པ་ཐད་ཀར་གནོད་པ་དང་ཤུགས་ལ་གནོད་པ། དེ་བཞིན་ཨོ། ད་ལྟ་ཟས་སྤྱོད་དེ་ཚོའི་རིགས་ཤུགས་ལ་ནུས་ཀྱི་རེད་ཁྱེད་རང་གི་ཕ་གིའི་གི་མཆིན་པའི། ད་ཅིག་ཨིན་ཇི་ཡིན་ན་ཧྥང་ཤུན་ལབ་བར Liver Function མཆིན་པའི་བྱེད་ལས་དེ་ད་ལྟ་ཞེའུ་དུག་ཆགས་ཡོད་མ་རེད་ད་ལྟ་བརྒྱ་ཆ་དགུ་བཅུ་གོ་ལྔ་ཚ་ཡག་པོ་ཡོད་རེད་དེའི་ནམ་སང་གནོད་ཐུག་མ་རེད། ད་ཁྱེད་རང་གི་མཆིན་པའི་གི་བྱེད་ལས་དེ Liver Function དེ། དམ་ག་ལི་ག་ལི་སྐྱོ་རུ་སྐྱོ་རུ་དང་མཆིན་པའི་ནང་ལོགས་ལ་དྲོད་ཁམས་ཀྱི་ནུས་པ་དེ་འཕེལ་འཕེལ་བྱས་སོང་ཉི་མ་གཅིག་ཧོབ་གང་ངེས་ཅིག་ཡོང་གི་རེད་ཨོ་དེ།

ཨེ་ནི་བྱུང་ན་སྨན་གྱི་ཟ་ཐུབ་ན་ཡག་པོ་ཡོད་རེད། འོ་དེ་སྨན་ཟ་མ་ཐུབ་པ་ཡིན་ནས་ཨེ་ནི། ཟས་དང་སྤྱོད་ལམ་གཉིས་ནི་མུ་མཐུད་ནས་དོ་སྣང་ཅིག་བྱེད་ཐུབ་པ་ཡིན་ན་དངོས་གནས་ཀྱི་ཁྱེད་རང་ལ་ཕན་ཐོགས་ཆེན་པོ་ཡོད་རེད་ད། ཟས་སྤྱོད་དེ་མཐའ་གཅིག་ཏུ་སྤང་དགོས་ཡག་ཡོད་མ་རེད་ད། རྩེད་མོ་རྩེ་འོས་ན་རྩེད་མོ་ཤོག་འདི་འདྲ་རྩེད་མོ་དང་སོ་སོ་རྐང་ལག་རྩེད་པོ་ལ་ཡོད་པ་ལག་རྩེད་པོ་ལ་སོ་སོ་གི་ད་དོན་སང་ས་ཆ་མང་པོ་ཡོད་པ་དེ་ཚོ་ལ་སོ་སོ་གཅིག་པུ་རྩེད། ཟོག་པོ་ཤོག་བུ་དཀའ་ལས་མ་དཀའ་བ་ཡོང་བར་སོ་སོ་ལ་ངར་རྒྱལ་དང་བདེ་ལེགས་མ་རེད་པ། ད་སྤོ་ལོ་བ་ཀའི་འགྲན་བསྡུར་སྟངས་ཀ་འགྲོ་དོན་ནི་ང་རྒྱལ་ཟོག་པོ་ལ་ཤུགས་རྒྱག་དགོས་ཡ་ཨ་ནི་ཞོ་རྒྱུག་མ་ཐུབ་ནས་རྒྱུག་དགོས་ཡ་དེ་འདྲའི་གི་དབང་གིས་ཁྱེད་རང་ལ་དཀའ་ངལ་ཆེན་པོ་འཕྲད་གི་འདི་འོ་འདིར་འདི་འདྲ་སོང་ཙང་ང་རང་ཚོ་བོད་པ་ཚང་མས Hepatitis ན་ཚ་ཡོད་མཁན་ཚང་མས་ཨེ་ནི་ན་ཚ་འདི་ལ་ག་གནོད་སྟངས་ཀྱི་གནོད་ལུགས་དེ་གཉིས་ཡོད་བསམ་བློ་བཏང་ནས་གཅིག་ཐད་ཀར་གནོད་གི་ཡོད་པ་དང་ཐད་ཀར་གནོད་ཡ་དེ་ཉེན་ཁ་ཆེན་པོའི་ག་ལ་ནུས་གི་རེད་གཅིག། ཤུགས་ལ་གནོད་ཀྱི་ཡོད། ཤུགས་ལ་གནོད་ཡག་དེ་ནད་འདི་གིས་ད་ལྟ་ཕ་གིའི་ནང་ལ་ཕྱི་མའི་ནང་ལོགས་ལ། གཅིག། རྫུན་ནི་གོ་རྒྱུ་བརྒྱབ་པའི་སྐབས་འདི་ལ་ཨིན Indirect གནོད་ཡག་གི་ལས་ཀ་བྱས་ཡོང་གི་རེད་བོ་འདི་ཤེས་དགོས་གོ་རེད་འདི་ཤེས་སོང་ན་ཨེ་ནི། ག་ལ་གང་ཚང་གཅིག། Hepatitis གི་ན་ཚ་གི་རྐྱེན་བྱས་ནས Liver Cirrhosis ཟེར་ཡག་འདི་ཡོང་གི་མ་རེད། ཁོ་རང་ཅག་འདས་རེད་རང་སོར་འདས་མ་གཏོགས་ཁོ་སྡུག་འགྲོ་གི་མ་རེད། འོ་འདི་རེད་འདི་འདྲ་སོང་ཙང་ཨེ་ནི་རྒྱ་ཆེའི་སེམས་པ་པོ་ཡོངས་ཀྱིས་འདི་ཐུགས་ལ་བཞག་པའི་ཐོག་ནས་ཐུགས་སྣང་བྱེད་གནང་རོགས་གནང་སྤྱི་བཏང་ད་ཞེའུ་ཆུ་བཤད་ནས་གང་ཕན་ཐོག་ཡོད་མ་གཙོ་བོ་མི་མང་རང་གི་བྱེད་དགོས་ཡག་ལས་བཤད་དགོས་ཡག་ཅིག་གལ་ཆེན་པོ་ཆགས་འདུག་གཤེན་དེ་རིང་མང་པོ་ཞོག་ཅིག་བཤད་མཁན་ཡོད་གི་རེད་དེ་འདྲ་སོང་ཙང་ཨེ་ནི་གུས་པ་རང་གི་ཉམས་མྱོང་དང་ནད་པ་དང་མཉམ་དུ་འབྲེལ་འདྲིས་བྱུང་བས་ཨེ་ནི་ཅིག་བསམ་ཚུལ་དེ་འདྲའི་བྱིན་ཨེ་ནི་འདི་རྣམ་པ་ཚོས་གང་མང་མང་ཞིག་བར་བརྒྱུད་བསྐུལ་གནང་རོགས་གནང་ཞུ་ཡ་ཡིན་དོ་ཆེ་ཆེ།